དེ་ཡང་མདོ་སྔགས་རིག་གནས་དང་བཅས་པར་གཞན་དྲང་མི་འཇོག་པའི་མཁས་པའི་དབང་རྗེས་འཇིགས་མེད་ཐེག་མཆོག་ལགས་ནི། རབ་བྱུང་བཅུ་དྲུག་པའི་ཤིང་རྟ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཞི་ལོའི་ཟླ་དྲུག་པའི་ཚེས་བཅུ་གསུམ་ཉིན། རེབ་གོང་རིག་པ་འབྱུང་བའི་གྲོང་ཁྱེར་གྱི་ལས་ལགས། སྨད་པ་ཧ་ར་བ་ཏི་ཞེས་བྱ་བར། ཡི་ཕག་པ་སྐྱབས་དང་ཡི་མག་ལི་མོ་བཤམས་གཉིས་ཀྱི་སྲས་སུ་སྐུ་འཁྲུངས། སྤོ་ལི་ཚེ་བརྟན་ཞབས་དྲུང་རྗེ་འཇིགས་མེད་རིག་པའི་བློ་གྲོས་མཆོག་གིས་བྱིས་པའི་མིང་ལ་རྡོ་རྗེ་ཚེ་བརྟན་ཞེས་གསོལ་ཞིང་བྱ་དང་སེང་དཔའ་ཆེན་མོ་རྗེ་ངག་དབང་ཆོས་ལྡན་གྱི་སྐུའི་རྒྱུ་འཕྲུལ་དུ་ངོས་འཛིན་མཛད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ང་བརྒྱད་ལོ་སྟེ་དགུང་ལོ་བཞིའི་སྟེང་སྐུ་ཞོགས་ཨ་རོ་རྡོ་རྗེ་འཆང་གི་མདུན་ནས། ཐུགས་རྗེ་ཆེན་པོ་བཅུ་གཅིག་ཞལ་གྱི་དབང་དང་དགེ་བའི་བཤེས་གཉེན་ཞིབ་ས་བློ་གྲོས་རྒྱ་མཚོའི་དྲུང་ནས། ཨ་རོ་རྡོ་རྗེ་འཆང་གི་བླ་མ་རིམ་གྱི་ཁྲིད་དང། སྐྱབས་མགོན་བདུན་པའི་དྲུང་ནས་ཁོང་གི་ཚེ་རབས་རྗེས་འཛིན་གྱི་ལུང་སོགས་གསན། སྤྱི་ལོ་ཆིག་སྟོང་རེ་དགུ་བརྒྱ་ང་དགུ་ལོ་སྟེ་དགུང་ལོ་ལྔའི་སྟེང། རྗེ་བཙུན་མ་དཀོན་མཆོག་སྒྲོལ་མའི་དྲུང་ནས་ཡི་གེ་འབྲི་ཀློག་གི་མགོ་བརྩམས་ཤིང། འདོན་ཆོས་སྤྱོད་རྣམས་ཀྱང་རིམ་པར་ཐུགས་འཛིན་མཛད། སྤྱི་ལོ་ཆིག་སྟོང་དགུ་བརྒྱ་རེ་གཅིག་ལོ་སྟེ་དགུང་ལོ་བདུན་པ་ནས་སློབ་གྲྭར་འགྲིམ་ཞོར་དུ་ལམ་རིམ་ཚིག་བཅད་མ་དང་བདེ་ལམ་ཤར་སྒོམ་སོགས་ཐུགས་འཛིན་མཛད་ལ་ཉིན་རེར་ཅིང་ཞག་བརྒྱ་རེ་མ་ཆག་པར་མཛད། སྤྱི་ལོ་ཆིག་སྟོང་དགུ་བརྒྱ་རེ་གསུམ་ལོ་སྟེ་དགུང་ལོ་དགུའི་སྟེང་རྗེ་འཇིགས་མེད་རིག་པའི་བློ་གྲོས་མཆོག་ལ་ཐོག་མའི་མཇལ་ཁ་ཞུས་པའི་ཚེ། ཁོང་གིས་སྒྲ་རིག་པའི་བསྟན་བཅོས་ཀྱི་དཔེ་ཆ་ཞིག་གནང་བ་དང། འཇམ་སྐུད་ཚན་བརྒྱུད་ཀྱི་རྒྱགས་ལུང་རྩ་བ་ནས་བཟུང་རྒྱུན་པར་འཇམ་སྐུད་ཚན་བརྒྱུད་གཞན་དོན་དུ་མཛད། སྐབས་དེ་དག་ཏུ་དགེ་བཤེས་ཆོས་ཀྱི་གྲགས་པས་བརྩམས་པའི་བརྡ་དག་མིང་ཚིག་གསལ་བའང་ཐུགས་འཛིན་མཛད། སྤྱི་ལོ་ཆིག་སྟོང་དགུ་བརྒྱ་རེ་བརྒྱད་ལོར་ཏེ་དགུང་ལོ་བཅུ་བཞིའི་སྟེང་སྨད་པ་སློབ་ཀྱིས་དམངས་སྒྲུབ་དགེ་རྒན་མཛད་ཅིང། སྐབས་དེར་བཤད་སྟངས་ཆེན་པོ་བཀྲ་ཤིས་རྒྱ་མཚོ་དང་མཁས་གྲུབ་ཆེན་པོ་བློ་བཟང་རྒྱ་མཚོ་གཉིས་ཀྱི་དྲུང་ནས། ལམ་རིམ་དམར་ཁྲིད་གཉེར་ལམ་དང་ལམ་རིམ་ཚིག་བཅད་མ་སོགས་ཀྱི་དཔེ་ཁྲིད་དང། བླ་བྲང་བཀྲ་ཤིས་འཁྱིལ་གར་དགེ་བཤེས་ཆེན་མོ། རེབ་གོང་བ་དཔལ་ལྡན་གྱི་དྲུང་ནས། སྒྲ་དབྱངས་རྒྱུན་མ་དང་བླ་མཆོད་ཀྱི་ཁྲིད་གྲུབ་མཐའི་སྐོར། ཀུན་མཁྱེན་ཕར་ཕྱིན་ཐག་གཅོད། བདུད་དཀར་མཆོག་སྤྲུལ་མིའི་འབྲེལ་བ། དོན་བདུན་གྱི་ས་ལམ་སོགས་ཀྱི་དཔེ་ཁྲིད་གསན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དོན་གཅིག་ལོ་སྟེ་དགུང་ལོ་བཅོ་བརྒྱད་ཀྱི་སྟེང་མཁས་གྲུབ་ཆེན་པོ་བློ་བཟང་རྒྱ་མཚོའི་དྲུང་ནས་ཡོངས་འཛིན་དགེ་བསྙེན་གྱི་སྡོམ་པ་བཞེས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དོན་དྲུག་ལོ་སྟེ་དགུང་ལོ་ཉེར་གསུམ་གྱི་སྟེང། ལམ་རིམ་བསྟན་འཛིན་ཞེས་པའི་འབྱུང་གནས་དང་སྔགས་རིམ་རིག་འཛིན་ཞེས་པའི་འབྱུང་གནས་གཉིས་ཤིང་ཧོར་དུ་བསྐྱེད་དེ། ཁྱོན་བསྡོམས་ཚར་ལྔ་སྟོང་ཙམ་འགྲེམས་སྤེལ་བྱས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དོན་བརྒྱད་ལོ་སྟེ་དགུང་ལོ་ཉེར་གཉིས་སྟེང་མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོར་རྒྱུགས་འཕྲོད་དེ། ཤར་གདོང་རིན་པོ་ཆེའི་དྲུང་ནས་སེམས་རྟགས་དང་སྙན་ངག་གི་སྐོར་ཞིབ་ཏུ་སྦྱངས་བ་དང་ལྷན་དུ་སྤྱོད་འཇུག་རྔུལ་ཆུའི་གསར་སྤྱོད་ཆེན་མོ་དང་སྦྱར་བའི་ཁྲིད་སོགས་ནང་དོན་རིག་པའི་སྐོར་མང་བོར་སློབ་གཉེར་གནང། ལོ་དེར་བོད་ཀྱི་ཡི་གེ་ལ་བསྔགས་པ་ལྷག་བསམ་སྤྲིན་གྱི་སྒྲ་དབྱངས་དང་བསྟོད་ཚིག་ལྷག་བསམ་འཁོལ་བའི་ཟག་མ་ཞེས་པའི་སྙན་ངག་གཉིས་བརྩམས། བོད་ཀྱི་ཡི་གེ་ལ་བསྔགས་པ་ལྷག་བསམ་སྤྲིན་གྱི་སྒྲ་དབྱངས་ལ་སྐུ་བཏང་པའི་སྦྲང་ཆར་གཙོ་མར་གྱི་བྱ་དགའང་དང་པོ་ཐོབ། སྤྱི་ལོ་ཆིག་སྟོང་དགུ་བརྒྱ་དོན་གྱི་ལོ་སྟེ་དགུང་ལོ་ཉེར་དྲུག་གི་སྟེང་ཤར་གདོང་རིན་པོ་ཆེ་མཆོག་གི་བཀའ་བཀོད་ལྟར་བྱ་ཁྱུང་ཨ་ར་པ་ཚའི་སྒྲུབ་ཁང་གི་སྐལ་བརྙན་རྣམས་ཀྱི་སྲོག་ཤིང་དང་གཟུངས་གཞི་གར་དངོས་བོ་ཚགས་ཐོན་པར་སྒྲུབ་ཁང། གཅན་ཚའི་མ་ཎི་ཞེས་གྲགས་པའི་མཚན་སྙན་ཅན་དེས་མཚོན་པའི་ཕྱོགས་དེ་དག་གི་མ་ཎི་འཁོར་ཆེན་མོང་བསྐོར་ཞིང་དེ་དག་འགའ་ཞིག་གི་བསྟན་ཡིག་ཀྱང་བྲིས་པར་མ་ཟད། སྐབས་དེར་གོང་རིམ་ལ་སྐྱབས་མགོན་བདུན་པ་མཆོག་དཀར་འདོན་ཞུ་གཏུགས་ཀྱི་ཡི་གེ་བྲིས་པ་སོགས་བསྟན་འགྲོར་སྨན་པའི་བྱ་བ་མང་པོ་བསྒྲུབས། སྤྱི་ལོ་ཆིག་སྟོང་དགུ་བརྒྱ་རྒྱ་ཆའི་ལོ་སྟེ་དགུང་ལོ་ཉེར་བདུན་གྱི་སྟེང། རྗེས་འཇིགས་མེད་རིག་པའི་སློབ་ཁྲིད་ཀྱི་དྲུང་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་སྟེ་མཚན་ལ་འཇིགས་མེད་ཐུགས་མཆོག་ཅེས་གསོལ། སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་གཅིག་ལོ་སྟེ་དགུང་ལོ་ཉེར་བརྒྱད་ཀྱི་སྟེང་རྗེས་འཇིགས་མེད་རིག་པའི་སློབ་ཁྲིད་ཀྱི་མདུན་ནས་ལྷ་བཞི་ཡོངས་སུ་རྫོགས་པ་དགེ་སློང་གི་སྡོམ་པ་གནས་ཏེ་རོང་བོ་དགོན་ཆེན་གྱི་ཆོས་ཁྲིར་ཞུགས། གསང་འཛིན་གྲུབ་པའི་དབང་ཕྱུག་མཁས་བཙུན་ལུང་རིགས་རྒྱ་མཚོ་དང། གྲུབ་ཆེན་འཆི་བ་རིན་པོ་ཆེ་གཡེར་གཤོང་འཇམ་དབྱངས་དགེ་འདུན་རྒྱ་མཚོ། བསེ་རྡོ་རྗེ་འཆང་བློ་བཟང་དཔལ་ལྡན་ཆོས་ཀྱི་རྡོ་རྗེ་སོགས་ཀྱི་ཞལ་ཕུད་ཚུལ་བཞིན་བསྟན་ཏེ་དབང་ཁྲིད་མན་ངག་གི་གདམས་པ་མང་བོ་གསན་ཞིང། ཁྱད་པར་དུ་རྨ་བའི་དབང་ཕྱུག་རྗེ་དགེ་འདུན་བསྟན་འཛིན་གྱི་དྲུང་ནས་བསྡུས་གྲྭ་ནས་འདུལ་བའི་བར་གྱི་བཀའ་པོད་གཞུང་ལ་སློབ་གཉེར་བརྡར་ཤ་ཆོ་ངེས་སུ་གནང་བ་དང་ཆབས་ཅིག་རྗེའི་གསུང་འབུམ་དང་ཁོང་རྡོ་རྗེ་འཆང་འཇིགས་མེད་དམ་ཆོས་རྒྱ་མཚོའི་གསུང་འབུམ་གྱི་ལུང་རྒྱུན་སོགས་བུམ་པ་གང་བྱུང་ཚུལ་དུ་གསན། སྒབ་ཞིང་ལྷ་རིམ་པ་དགེ་བཤེས་ཤེས་རབ་ཀྱི་དྲུང་ནས་རྡོ་རྗེ་ཐུགས་ཀའི་ས་ལམ་སོགས་ལ་གསན་གསུམ་མཛད། སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞི་ལོ་སྟེ་དགུང་ལོ་སོ་གཅིག་གི་སྟེང་དམར་ཁྲིད་ཉེར་ལམ་གྱི་ཁྲིད་ཡིག་ཟིན་བྲིས་སྙན་བརྒྱུད་གཏེར་གྱི་ཁ་བྱང་དང་འཇམ་དཔལ་དཔྱད་ཀློང་གི་ཟིན་བྲིས་ལག་བཤད་རི་མོའི་དོ་ཤལ་ལ་བསྙེགས་ཙམ། དུས་འཁོར་གྲྭ་ཚང་གི་ཨ་ཁུ་འཇམ་དཔལ་གྱིས་འདི་ནས་རྩིས་གཞུང་ལ་བསྒྱངས་ཏེ་ལོ་རེར་གླིང་རྩིས་འགྲེལ་བཤད་དང་བཅས་པ་དུས་འཁོར་གྲྭ་ཚང་གི་ཕྱག་ལེན་བཞིན་སྤེལ། ལོ་དེར་རོང་བོ་དགོན་ཆེན་གྱི་གདན་རབས་རྫོགས་ལྡན་གཏམ་གྱི་རིང་གྲྭ་བརྩམས་ཤིང་སྔ་རྗེས་སུ་ཐང་སན་བླ་མའི་རྟོགས་བརྗོད་དང་ཚན་རིག་པ་ཞིག་གིས་སངས་རྒྱས་ཆོས་ལུགས་ལ་ཞིབ་འཇུག་བྱས་པའི་སྙན་ཞུ་ཞེས་པའི་དཔེ་དེབ་གཉིས་བོད་ཡིག་ཏུ་ཕབ་རྒྱུར་མཛད། སྤྱི་ལོ་ཆིག་སྟོང་རེ་དགུ་བརྒྱ་གྱ་ལྔ་ལོ་སྟེ་དགུང་ལོ་སོ་གཉིས་ཀྱི་སྟེང་བྲག་དཀར་སྒོམ་ཁང་གི་རྟེན་གཙོར་སྤྱོད་སྐབས་བཞེངས་བ་དང་པཎ་ཆེན་ཐམས་ཅད་མཁྱེན་པ་ལས་འཇིགས་བྱེད་དཔའ་བོ་གཅིག་པའི་དབང་བསྩལ་ཅིང། སྔ་ཕྱི་འདི་དག་ཏུ་འཇིགས་མཛད་དཔའ་བོ་གཅིག་པའི་ལས་རུང་གི་བསྙེན་པ་སྦྱིན་བསགས་དང་བཅས་པ་ལན་གཉིས་དང། རྒྱལ་ཚབ་རྡོ་རྗེ་འཆང་གི་ཞལ་བཀོད་ལྟར་ཚོགས་འདུ་གྲུབ་ཕྱིན་འཇིགས་མེད་ཆོས་དབང་ཉི་མ་དང་ལྷན་དུ། འཇིགས་བྱེད་ཇི་སྲིན་པའི་བསྙེན་པ་ཁ་སྐོང་དང་བཅས་པ་མཛད། ལག་ཚོགས་ཀྱི་རྟེན་འབྲེལ་ལ་དམིགས་ཏེ་རྒྱུད་པ་གྲྭ་ཚང་གི་འདུ་ཁང་གི་གྲལ་མགོར་རྡོ་རྗེ་འཆང་འཇིགས་མེད་དམ་ཆོས་རྒྱ་མཚོའི་འདྲ་སྐུ་བཞེངས།
སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བདུན་ལོ་སྟེ་དགུང་ལོ་སོ་བཞི་སྟེང། རེབ་གོང་མི་རིགས་སློབ་འབྲིང་གི་དགེ་རྒན་རྣམས་ལ། སྔོན་བརྗོད་ལ་རྒྱ་མཚོའི་ཆུ་ཐིགས་ཀྱི་དཔེ་ཁྲིད་ལགས་གནང། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་འཕྲེང་བཅུ་བ་མཆོག་གི་བཀའ་ལྟར། ཀྲུང་གོའི་བོད་བརྒྱུད་མཐོ་རིམ་ནང་བསྟན་སློབ་གླིང་གི་སློབ་དཔོན་དུ་ཕེབས། ལོ་ལྔ་བཅུ་རྣམས་སུ། རེབ་གོང་གི་རྡོ་རྗེ་བཙུན་དགོན་པ་དང་ཚར་རྒྱུད་དགོན་པ། དགོས་གཏམ་དགོན་པ་སོགས་སུ་ཕེབས་ནས་ལག་བཤད་ཀྱི་ཆར་བ་ཅི་འདོད་དུ་ཕབ། ཆིག་སྟོང་རེ་དགུ་བརྒྱ་ཆ་བཞི་ལོ་སྟེ་དགུང་ལོ་སོ་བཞི་སྟེང། མར་ནང་རྡོ་རྗེ་འཆང་གི་གསུང་འབུམ་ཁྲིད་པར་དུ་བཏབ་སྟེ་དཔེ་རྒྱུན་སྤེལ་བ་དང། ཕྱོགས་ཡར་མར་ནས་ཕེབས་པའི་བླ་སྤྲུལ་དང་དོན་གཉེར་ཅན་དག་ལ་དབུ་ཕར་གྱི་རྩིས་གཞུང་ཆེན་གནང་པའི་བཤད་ཁྲིད་གནང། ཆིག་སྟོང་བར་གྱི་བརྒྱ་ཆར་གྱི་ལོ་ཟླའི་དགུང་ལོ་སོ་དྲུག་གི་སྟེང། ལག་བཤད་རིན་པོ་ཆེའི་མཚོ་ལས་བྱུང་བའི་བོད་ཞིང་ཤེས་རིག་སྐོར་གྱི་ཟིན་ཐོ་ཞིག་པར་རྩ་གནང་མཛད་པར་རྒྱལ་ཁབ་རིམ་པའི་བྱ་དགའ་ཐོབ། སྤྱི་ལོ་ཆིག་སྟོང་བར་གྱི་བརྒྱ་གོ་གཅིག་ལོ་ཟླའི་དགུང་ལོ་སོ་བརྒྱད་ཀྱི་སྟེང། བཀའ་འགྱུར་བ་རྗེ་དགེ་འདུན་བསམ་གཏན་མཆོག་ལ་རྒྱལ་བའི་བཀའ་འགྱུར་རོ་ཅོག་གི་ལུང་ཞུས་ཏེ་བསམ་གཞིག་མཐར་ཕྱིན་པར་མཛད་པར་མ་ཟད་བསྟན་འགྱུར་ལས་ལུང་རྒྱུན་གང་ཞིག་བསམ་དེའི་ཐོག་མཐའ་བར་གསུམ་དུ་སྦྱིན་བདག་གི་མཐུ་ཞིག། སྐབས་དེར་ཕར་ཕྱིན་ཀུན་ལས་དུས་པ་ཞལ་འཛོམས་པ་རིན་པོ་ཆེའི་སྟོད་ཤུལ་སོགས་རྒྱ་བརྩོན་མང་པོ་མཛད་ཅིང། དབྱར་གཞུང་ཆོས་པ་རིན་པོ་ཆེ་དང་ཨ་ལགས་ཁ་སོ་ཚང། ཨ་ལགས་རོང་བོ་ཚང། ཨ་ལགས་ཁོང་ཆེན་ཚང། རྒྱལ་ཁབ་རིམ་པའི་ལས་བྱེད་ལ་གནམ་ཐང་ལྷན་དུ་ལྷ་ལྡན་གཙུག་ལག་ཁང་དུ་སྐྱབས་མགོན་རིན་པོ་ཆེའི་སྤྲུལ་སྐུ་ཐུགས་ཐག་གཅོད་པར་ཕེབས། སྤྱི་ལོ་ཆིག་སྟོང་བར་གྱི་རྒྱ་གོ་གཉིས་ལོ་སྟེ་དགུང་ལོ་སོ་བརྒྱད་སྟེང་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོར་ཕེབས་ནས་བོད་སྐད་ཡིག་སྡེ་ཁག་གི་སྦྲགས་ཁྲིད་འཛིན་གྲྭའི་སློབ་མ་ཡོངས་ལ་དཔེ་ཁྲིད་གནང། ལོ་དེའི་ཟླ་བཞི་བའི་ཚེས་བཅུ་དགུ་ཉིན། ཁུལ་དང་རྫོང་གཉིས་ཀྱི་མགོ་འདྲེན་དང་གདན་སའི་བླ་མ་ལས་སྣེ་བ་དག་གི་བཀའ་བཀོད་ལྟར། ཤར་བླ་བྲང་ཆེན་མོར་ཕེབས་ནས་སྐྱབས་མགོན་བརྒྱད་པ་མཆོག་གི་ཡོངས་འཛིན་དུ་བཞུགས། སྐབས་དེའི་ཤུལ་དུ། དབུ་མའི་ཕྱག་མཛོད་གཟུར་གནས་རིག་པའི་ལམ་བཟང་དང། རྗེས་འཇུག་མེད་རིག་པའི་བློ་གྲོས་ཀྱི་རྣམ་ཐར་ཁ་སྐོང་སྐལ་ལྡན་མེ་ཏོག་བཞད་པའི་ཁྲི་ཁང་དང། བོད་བརྒྱུད་ནང་བསྟན་ལྷ་ཚོགས་ཆེན་མོའི་སོ་བརྩམས། ཆིག་སྟོང་རེ་དགུ་བརྒྱ་གོ་གསུམ་ལོ་སྟེ་དགུང་ལོ་བཞི་བཅུའི་སྟེང་རྡོ་རྗེ་འཆང་འཇིགས་མེད་དམ་ཆོས་རྒྱ་མཚོའི་འཕྲིན་ལས་ཀྱི་རྒྱུན་བསྐྱངས་ཏེ་རོང་བོ་རྒྱུད་པ་གྲྭ་ཚང་གི་ཆོས་སྲིད་གཉིས་ཆར་ལ་ལྷག་བསྟོད་གནང་བར་མ་ཟད་ལམ་རིམ་བློ་སྦྱོང་དང། སྔགས་རིམ་སྙིང་པོ་རིག་འཛིན་བྱེ་བས་འབྱུང་གནས། ཁྲི་རྒྱ་མཚན་སེང་གེའི་བསྐྱེད་རིམ་གྱིས་མཚོན་པའི་མདོ་སྔགས་ཀྱི་ཟབ་ཁྲིད་མང་པོ་གནང། སྤྱི་ལོ་ཆིག་སྟོང་རིག་བརྒྱ་གོ་བཞི་ལོ་སྟེ་དགུང་ལོ་ཞེ་གཅིག་གི་སྟེང། མཚོ་སྔོན་མི་རིགས་སློབ་གླིང་གི་གདན་ཞུས་ལྟར་སློབ་གླིང་དུ་ཕེབས་ནས། ཡོངས་འཛིན་འཇམ་དབྱངས་བློ་བཟང་དཔལ་ལྡན་གྱི་ཁྱབ་ཤོག་གི་དཔེ་ཁྲིད་གནང། སྤྱི་ལོ་ཆིག་སྟོང་རེ་དགུ་བརྒྱ་གོ་ལྔ་ལོ་སྟེ་དགུང་ལོ་ཞེ་གཉིས་ཀྱི་སྟེང་རོང་བ་རྒྱུད་པ་གྲྭ་ཚང་དུ་ལས་བྱེད་ཐབས་ཐུག་དང། གསང་བདེ་འཇིགས་གསུམ་གྱི་དཀྱིལ་འཁོར་སོ་སོའི་མཐུ་རྩེའི་དཀའ་གནད་བཅས་མཛུབ་ཁྲིད། ཆོས་བརྒྱུད་ལྕགས་འཁོར་གྱི་སྦྱོར་ངན་འཇིགས་གསུམ་ཐད་ལ་བཤད་ཤེས་དང། ཉེར་བརྒྱད་མ་སྔགས་རྣམས་ལས་འཁྲུལ་ཏེ་བྱེད་བཀོད་མང་པོ་སྣང། དམ་པ་ཁོང་གིས་རོང་སྟོན་རྒྱས་པ་ཆེན་པོ་བསྟན་འཛིན་འཇིགས་མེད་སྐལ་ལྡན་མཆོག་དགུང་ལོ་བཅུ་དྲུག་གི་སྟེང་དུ་འཕགས་པ་ཐུགས་རྗེ་ཆེན་པོའི་དབང་གི་རིམ་པ་རྣམས་བུམ་པ་གང་བྱོའི་ཚུལ་དུ་བསླབས་ཏེ། རོང་བོ་ཤྭ་བོ་ནར་ནས་ཐུགས་རྗེ་ཆེན་པོའི་དབང་ཐོག་མ་དེ་གནང་བར་མ་ཟད། གདན་སའི་བླ་སྤྲུལ་དུ་མ་མཚན་ཞིབ་སུ་བསྐོ་གཞག་མཛད་དེ། ལྷོ་གཉེར་གྱི་མཐུན་རྐྱེན་རྒྱ་ཆེར་བསྒྲུབས། བླ་མ་སྲས་རྡོ་རྗེ་འཆང་གིས་བརྩི་བཞག་མཛད་ནས་བསྔགས་བརྗོད་ཀྱི་མེ་ཏོག་ཆེས་ཆེར་ཕབ། སྤྱི་སྟོང་རིགས་བརྒྱ་གོ་དྲུག་ལོ་སྟེ་དགུང་ལོ་ཞེ་གསུམ་གྱི་སྟེང། ཧོ་ཆི་ཁོན་ཆི་ནར་འབོ་ཆིའི་བློ་བཟང་ཡོན་ཏན་བཟང་པོའི་གདན་ཞུ་ལྟར། སོ་ནག་དགེ་ལྡན་བཀྲ་ཤིས་ཆེ་གླིང་དུ་ཕེབས་ནས་དགའ་ལྡན་ལྷ་བརྒྱ་མ་དང། སྐྱ་ཁྲུ་བསྟན་པའི་འཇིགས་སྒོ། སྤྱོད་འཇུག་ཆེན་མོའི་ཁྲི་སོགས་ཀྱི་གསུང་ཆོས་མཐའ་ཡས་པ་བསྩལ་ཏེ་དོན་གཉེར་ཅན་རྣམས་ཀྱི་རེ་བ་ཡར་ལྡན་དུ་བསྐངས། མཚོ་སྔོན་ཞིང་ཆེན་ནང་བསྟན་མཐུན་ཚོགས་ཀྱིས་ཞིང་ཆེན་ནང་བསྟན་རིག་གནས་སྒྱུ་རྩལ་བོད་ཀྱི་ཆོས་ལུགས་མཁས་པའི་ཐོབ་ཐང་ཕུལ། ལོ་དེར་སྐྱབས་མགོན་ཞྭ་དཀར་བའི་མཆོག་སྤྲུལ་རིན་པོ་ཆེ་ཡོངས་འཛིན་དུ་བཞུགས་ཤིང། རྒན་རྒྱ་བཀྲ་ཤིས་དགེ་འཕེལ་གླིང་གི་གདན་ཞུ་ལྟར་ཕེབས་ནས

ཕོ་ཉའི་གཞོན་ནུ་དོན་འགྲུབ་དངོས་གཞིའི་འཕྲིན་བཏང་བྱས་པའི་བཤད་ཁྲིད་དང། སེམས་རྟགས་རྩ་བའི་ལུང་སོགས་ཀྱང་གསུངས། གྲྭ་ཚང་གཞུང་ལ་རྗེ་འཇིགས་མེད་དམ་ཆོས་རྒྱ་མཚོ་དྲང་ངེས་འགྲེལ་ཆེན་གྱི་དབུ་ནས་རྣམ་ཐར་སྒོ་གསུམ་བར་གྱི་ཁྲིད་དང། འཇིགས་བྱེད་རྟོགས་ལྡན་གྱི་རྩ་བའི་ལུང་དང། ཀིརྟི་སྐུ་འཕྲེང་བཅུ་པའི་གསང་རྣམ། རྟེན་འབྲེལ་བསྟོད་པ་སོགས་ཀྱི་ལུང་གནང། ཆིག་སྟོང་བར་གྱི་བརྒྱ་སྐོར་བརྒྱུད་ལོ་ལྟའི་དགུང་ལོ་ཞེ་དྲུག་སྟེང་མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོའི་གདན་ཞུས་ལྟར་ཕེབས་ནས། དེང་རབས་ཀྱི་མཐོང་ཐོས་གོམས་པའི་བསྟི་མ་སྣ་ཚོགས་ལས་བརྩམས་པའི་གོ་སླ་བའི་སེམས་ཁམས་རིག་པ་དང། རིག་གནས་དངོས་རྣམ་བཞག་སོགས་ཀྱི་འཆད་ཁྲིད་གནང། ལོ་དེར་མཚོ་སྔོན་ནང་བསྟན་སློབ་གླིང་གི་གདན་འདྲེན་བྱིས་པ་ལྟར་ཕེབས་ཏེ།

ཉིས་སྟོང་བཅུ་ལོ་སྟེ་དགུང་ལོ་བཞི་བཅུ་ལ་བཞུགས་པ། ཧོར་ཟླ་བཅུ་བའི་ཚེས་ཉེར་དགུ་ཉིན་སྐུ་ཚེ་འདིའི་འཕྲིན་ལས་ཀྱི་མཇུག་རེ་ཞིག་བསྡུས་ཏེ་རང་གི་གདན་ས་དམ་པ་རོང་བོ་དགོན་ཆེན་དུ་དགོངས་པ་རྫོགས།